ལོ་རྒྱུས་སུམ་ཅུ་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་སྐྱབས་མགོན་ཡེ་ཤུ་སྐུ་འཁྲུངས་བའི་ལོ་སྟེང་གནང་བའི་ལོ་རྒྱུས་དེ་ལྟ་གི་ཡིན། ཨེ་ལི་ཛ་བྷ་ལགས་སྤུ་གུ་བྱ་ནས་ཟླ་བ་དྲུག་གི་རྗེས་སུ་དཀོན་མཆོག་གིས་ག་ལེ་ཡའི་ནང་དུ་ན་ཛི་རད་ཀྱི་གྲོང་གསེབ་ལ་སྤུ་ན་གཱ་བི་རི་ཡལ་མངགས་པ་རེད། ཁོ་ན་དེས་མོ་བསགས་མ་ཞིག་གི་རྩ་ལ་མངགས་པ་རེད། བུ་མོ་དེ་ནི། རྒྱལ་པོ་དཱ་བིད་ཡི་ནང་མི་ཡིན་པའི་ཡོ་སེབ་ཟེར་བའི་མི་ཞིག་དང་མཉམ་དུ་སློབ་ཆུང་བཏང་ཡོད། མོ་ཡི་མིང་ལ་མིར་ཡམ་ཟེར་གྱི་ཡོད། ཁོ་ན་དེས་མོ་ལ། ཡ་ཧོ་ཝཱ་དཀོན་མཆོག་གིས་ཁྱེད་ལ་དམིགས་བསལ་གྱི་བྱིན་རླབས་གནང་གི་རེད། ཁོང་ནི་ཁྱེད་དང་མཉམ་དུ་ཡོད་ཞེས་པའི་བཀྲ་ཤིས་བདེ་ལེགས་ཞུ་བ་རེད། མིར་ཡམ་གྱིས། བཀྲ་ཤིས་བདེ་ལེགས་ཞུ་བ་དེ་ག་རེ་ཡིན་ནམ་ཞེས་བསམས་པ་རེད། ཕུ་ནག་གིས་མོ་ལ་བརྗོད་པ། མིར་དབྱངས་ལགས་གཞན་ནོར་མ་བརྗེ། དཀོན་མཆོག་གིས་ཁྱེད་ལ་དགའ་པོ་གནང་རྒྱུ། ཁྱེད་ལ་སྤུ་གུ་ཆགས་པ་དང་སྤུ་གུ་སྤུ་ཞིག་བཅས་ཀྱི་རེད། ཁྱེད་ཀྱིས་ཁོང་གི་མིང་ལ་ཡེ་ཤུ་ཞེས་བཏགས་དགོས། ཁོང་ནི་གཟི་བརྗིད་ཆེན་པོ་དང་བླ་ན་མེད་པའི་དཀོན་མཆོག་གི་སྲས་ཞེས་ཟེར་གྱི་ཡོད། ཁོང་ནི་རྒྱལ་པོ་དཱ་བིད་ཀྱི་མི་རྗེ་ཡིན་ཙང་ཡ་ཧོ་ཝཱ་དཀོན་མཆོག་གིས་ཁོང་རྒྱལ་པོ་ཞིག་ལ་བསྐོས་ཀྱི་རེད། བླ་ན་མེད་པའི་དཀོན་མཆོག་གི་སྲས་ཀྱིས་དེའི་རྗེས་ནས་རྗེས་འདུག་དབང་སྦྱང་བྱེད་ཀྱི་རེད། ཁོང་གི་མི་རིགས་ནི་ཡ་ཀོ་ཡི་མི་རྗེ་དེ་རེད། ཁོང་གི་རྒྱལ་སྲས་ནི་དེ་ཇི་ལྟ་བ་བར་དུ་གནས་ཀྱི་རེད་ཞེས་གསུངས་པ་རེད། མི་རང་གི་བུ་ནག་ལ་དྲིས་པ། དེ་ག་འདྲ་ཞིག་ཡོང་ཐུབ་ཀྱི་རེད། ང་ནི་མུ་སཱ་མ་ཞིག་ཡིན་ཞེས་ཞུས་པ་རེད། ཕུ་ན་ཡིག་ལན་དུ། ཁྱེད་ལ་དམ་པའི་ཐུགས་ནི་ཆོད་པར་དམ་བླ་ན་མེད་པའི་དཀོན་མཆོག་གི་དབང་དེ་ཁྱེད་ལ་ཐོང་གི་རེད། ཅེས་ཡོང་བའི་སྤུ་གུ་དམ་པ་དེ་ལ་དཀོན་མཆོག་གིས་སྲས་ཟེར། དཀོན་མཆོག་གིས་བཀའ་ག་རེ་གསུངས་པ་དེ་བདེན་པ་ཡོང་གི་རེད་ཁྱེད་ཀྱི་དཔེ་འཇའ་ཨེ་ལི་ཛ་བྷ་རྒན་གོག་ཆགས་ཡས་ན་ཡང་སྤུ་གུ་ཆགས་ནས་ཟླ་བ་དྲུག་ཕྱིན་ཡས་ཞེས་གསུངས་པ་རེད། མིར་ཡམ་གྱིས་ཤོད་པ། ངས་ཡ་ཧོ་ཝཱ་ལ་ཞུམ་ཆུ་ཞུས་ཀྱི་ཡིན། ཁྱེད་ཀྱིས་གང་གསུངས་པ་དེ་ནང་བཞིན་ཡོང་བར་ཤོག་ཞེས་ཤོད་པ་དང་དེ་གཉིས་ཕུ་ནག་མོ་ནས་འཐེན་འགྲོ་བ་རེད།